འོ་དེ་འདྲས་མང་པོ་ཞིག་མཐོང་ཡོང་གི་འདུག་བྱས་ཙང་ར་བ་བ་ཡ་དེ་རིང་ཨ་ལས་གནས་ཚུལ་ག་འདྲས་ག་འདྲས་ཡིན་མེད་ཀི་མང་པོ་ཞུ་གི་མེད་ཡིན་ནའི་ལས་དང་ཐོག་མ་ག་རེ་ཞུ་འདོད་པ་བྱུང་སོང་ཟེར་ན་ང་ནང་སོ་བཟའ་ཚང་ཟེར་ཉེ་ཞུ་འདུག་བ་ལ་བཟའ་ཚང་ཟེར་ཉེ་དེ་ག་རེ་ཟེར་སོང་ན་འོ་ཡ་ད་མི་ཚེ་འདིའི་ཁྲོད་ལ་ཡང་འཚོ་བ་མཉམ་རོགས་ཀི་འོ་ཡ་ནི་ག་འདྲས་ཟུར་བའི་སྐྱ་ཡ་ཞིག་རེད་མི་ཞུ་འོ་ཡ་ནི་རང་གི་སེམས་ནང་ལོག་གི་ཁོང་ཁྲོ་དེ་གས་ག་འདྲས་ཟུར་བའི་ད་མེད་པ་ཟོ་ས་རེད་ཞེ་ད་ཡང་མེད་ན་རང་གི་གཡོག་མོ་རེད་ཞེ་ར་བ་ད་ནང་བཞིན་གི་ག་རེ་ཟེར་སོང་ན་འོ་ཡ་ང་ནང་ཚོས་ཀི་ད་བཟའ་ཚང་ཟེར་འབྲེལ་བ་དེ། ཨོ་ཡ་གཙོ་བོའི་གནས་བྱས་ཞེས་རོལ་པ། ཨོ་ཡ་ཨ་ནི་ཁྱི་ཉིད་གཉིས། ཨོ་ཡ་ཨ་ནི་སྐྱིད། ལ་ཀའི་རྩ་ལ་ཡང་མཉམ་སྟ་གདུང་སྔོན་མོའི་ཆུ་ལ་ཡང་མཉམ་གདུང་ལུབ་རོལ་པ། བྱས་ཙང་གི་ནང་ཚོས་ཟ་ཙང་ལ། ཨོ་ཡ་ཨ་ནི་རྒྱག་གདུང་བྱས་པ་དེའི་རྩ་བ་གཉིས་ནས་ཨོ་ཡ་ཨ་ནི་ཁྱིམ་ཚང་གི་དོན་དག་མིན་པ་དེ་ང་ནང་ཚོས་ཧ་གོ་གི་འདུག་ཀྱང་ད་ལྟ་ང་ནང་ཚོ་བོད་ཁུལ་ལ་ཡིན་ནའི་ལས་རོལ་པ་ཉིན་ལྟར་རེ་ཞིག་ང་མཚན་ཉིད་ཁྱོ་གས་གཏོར་སྐྱིད་ཁྱོ་གས་ཕྱི་ལོག་ལ་ཟུར་ཟའི་ཚལ་བཞག་ཟིན་ཉིན་མང་པོ་ཞིབ་ཆུ་འཐུང་མྱོང་ཡོད་ལ་དེའི་དུས་རྩམ་པ་ག་རེ་ཟིན་དང་ཐོག་མར་ང་ནང་ཚོའི་ཡུལ་གྱི་སྤུ་གུ་བུ་དེ་ག་ལ་ཞུས་འདོད་ག་རེ་ཟིན་ན་ང་ནང་ཚོས་ཨ་ཅེ་ལ་ལག་པ་བཀྱགས་པ་དེ་ཁྱེད་རང་འཇོན་གྲབས་ཙང་འོ་ཡ་ཁྱེད་རང་རེད་པའོ་ཡ་ཡ་གྲྭ་ཚང་རྩ་བ་ཉིད་ནས་མ་རེད་བུ་མང་པོ་ཅིག་རེད་པ་སོ་སོ་འཇོན་ཐང་མེད་པའི་གི་འོ་ཡ་ཨན་ག་འདྲས་སུ་རེད་འཇོན་ཐང་ཡོད་མ་རེད་པ་མིའི་སྐྱིད་ལ་འགྲོ་དུས་རང་ལ་ག་རེ་བྱས་ནས་ལས་མ་འཇོན་པ་ཞིག་རེད་པ་བྱས་ཙང་ང་ནང་ཚོ་མི་ཡིན་ཨན་རང་ལ་ཐོང་ཆེན་པོ་དང་རེད་པ་རང་ལ་རྩ་ཆེན་པོ་གལ་ཙི་གཉིས་ཡོང་གི་མ་རེད་པ་ཨན་དེའི་གི་ནད་མ་ཁྱོབ་དེ་ག་རེ་ཟེར་ན་སོ་སོའི་གི་བཟའ་ཚང་གི་འོ་ཡ་ཨན་གང་ལ་ཕ་བཏང་རྗེས་རེད་པ་བཟའ་ཚང་ལ་ལག་པ་ར་ཞིག་བཀྱག་བཟའ་ཚང་ལ་འཇིགས་སྐུལ་ར་བྱས་བཟའ་ཚང་ལ་གཤེ་གཤེ་ར་ཞིག་བཏང་བྱས་དུས་ཙམ་པ་ཨན་དེ་ཕི་གས་འཁྱགས་བསྡད་དུས་ཙམ་པ་ཕི་གས་ཞེད་སྣང་བྱས་བསྡད་དུས་ཙམ་པ་ཨན་སོ་སོས་སོ་སོ་རིན་ཐང་མངོན་པའི་རྣམ་པ་ར་ཞིག། དེ་འདྲས་སྟོད་ཡོང་ཉེ་ཕྱོགས་དུ་བཞུད་དགོས་འདུག་བྱས་ཙང་ང་ནང་ཚོ་ག་རེད་ཟེར་ན་ཨ་ཅེ་ར་ཡ་ལག་པ་བཀྱགས་པའི་ཞུགས་ཁྱེད་རང་འཇོན་ཐང་རྩ་བ་ཉིད་ནས་མ་རེད་ཐ་ན་ཁྱེད་རང་མིའི་མཚན་ཉིད་ལས་མ་ཚང་བའི་གི་བྱོལ་སོང་གི་བྱེད་སྟངས་ཞིག་རེད་གཉིས་ནས་ཡིན་ཟུར་ན་ང་ནང་ཚོའི་གི་བོད་མིའི་ལྷན་རྒྱས་ལ་ཞུགས་དགོས་ཡ་ཞིག་ག་རེད་ཟེར་ན་ང་ནང་ཚོ་རུ་བ་ཟ་ཚང་ཟེར་ཉིན་འདི་ང་ཚོ་ལྷ་འགྲིག་པ་མ་རེད་ཐོན་ཐོན་ཁོག་ཁོག་དང་འདྲ་བ་ཁ་བཙོས་ར་ཞིག་དེ་འདྲས་ཤོར་སིག་རེད་ཁྱེད་ནང་མ་རེད་ཡིན་ནའི་ལས་གལ་སྲིད་ཁྱེད་རང་ལ་ལག་དམར་ཞེ་དགའ་འདུག་ན། ཨ་ནི་དེ་རྩོད་སྟོང་དང་འབྲེལ་བ་ཡོད་མ་རེད་ལ་དེ་བས་ཀྱང་ཁྱིམ་ཚང་གི་འགན་འཁྲི་འོང་ཨ་སྤུ་གུ་རུ་བ་སྤུ་གུ་སྙིང་རྗེ་སྤུ་གུ་སྙིང་རྗེ་ཟིག་ཏུ་བ་མང་པོ་ཞིག་ཡིན་ནའི་ལེ་དངོས་གནས་དྲང་ནས་ཁྱེད་རང་གི་སྤུ་གུ་ལ་བསམ་ཚུལ་དེ་སྐད་ཆ་དྲིས་མྱོང་ཡོད་པས་འོ་ཡ་སྟག་ཕ་ར་ཞིག་རུ་བ་པ་པའི་ཨ་མ་གཏོར་བདེ་ཟིག་གི་ཁྱིམ་ཚང་དེ་ན་སྤུ་གུ་དངོས་གནས་སྐྱིད་པོ་ཡོད་རུ་བས་ཡང་མེད་ན་པ་པ་ཨ་མ་གཉིས་ཆ་ལོ་སྟག་ཕ་ར་ཞིག་འཛིང་ཞག་ལས་བྱས་བསྡད་བས་ཀྱི་ཁྱིམ་ཚང་དེ་ན་སྤུ་གུ་དངོས་གནས་སྐྱིད་པོ་ཡོད་རུ་བས་འོ་ཡ་དེ་ལས།

བདག་ནང་བཞིན་གྱི་ཨ་ཅེ་འདིར་བ་ཁྱོག་མཐོང་བ་དང་ཨ་ནི་ཙི་ཙི་ཞིམ་མོ་མཐོང་བ་ནང་བཞིན་གྱི་ལམ་སང་ལྷན་སྐྱེས་རང་བཞིན་གྱི་ཞེད་སྣང་འཇིགས་སྐུལ་བྱེད་དགོས་འཇིགས་སྣང་སྐྱེས་དགོས་དེ་འདྲའི་ཆགས་དགོས་རྒྱུ་མཚན་ག་རེ་ན། ང་ནང་ཚོས་ཀྱི་ད་ལྟའི་རྒྱལ་ཁབ་ཀྱི་དངོས་གནས་ཞེ་གནས་ཕོ་མོ་འདྲ་མཉམ་རེད་ལ་ང་ཚོ་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཁྲིམས་ལུགས་ཀྱི་དངོས་གནས་ཞེ་གནས་ལས་ཕོ་མོ་འདྲ་མཉམ་རེད་ལ་དེ་བས་ཀྱང་ཁྱིམ་ཚང་ནང་ལོགས་ལ་ཕན་ཚུན་རུ་བ་བརྙས་བཅོས་དང་དྲག་སྤྱོད་འདི་མེད་པ་དང་དེ་འདྲས་བྱས་སོང་ན་ཁྲིམས་ཀྱི་འོ་ཡ་ཐག་གཅོད་བྱེད་དགོས་ཡ་ཅིག་ད་ཁྲིམས་ཀྱིས་སྲུང་སྐྱོང་བྱེད་དགོས་ཡ་འོ་དེ་འདྲས་ཁྱོད་དེ་བྱས་ཙང་ཁྱེད་རང་ཡིན་གཅིག་མིན་གཅིག་མིའི་ལག་འོག་ལ་རུ་བ་ཉེས་རྡུང་གཟིགས་དགོས་ཡ་རྒྱུ་མཚན་བཏུ་དགོས་ལ་འདི་བསམ་ཤེས་བྱས་ཏེ་གལ་ཆེན་པ་རེ་བཞག་བྱས་ཙང་ང་དང་ཚུལ་གྱི་རུ་བ་འོ་ཡ་ཉེ་ཆར་ཡ་ད་ཅིག་ག་འདྲས་ཟུར་བའི་ཁྱིམ་ཚང་དྲག་ཤུགས་སྐོར་གྱི་བརྙན་ཐུང་འདི་མང་རུ་མང་རུ་ཁྱིམ་ཚང་དྲག་ཤུགས་སྐོར་གྱི་ཅིག་གནས་ཚུལ་འདི་མང་རུ་རུ་བ་གྱོད་གཞི་འདི་མང་རུ་གསར་འགྱུར་འདི་མང་རུ་དྲུག་ཏུ་བྱས་ཙང་ང་དང་ཚུལ་ཡིན་གཅིག་མིན་གཅིག། ཨོ་ཡ་བཟའ་ཚང་གཉིས་ཅག་གི་རོ་པ་སོ་སོའི་བཟའ་ཚང་ལ་ལྷག་བསམ་རྣམ་དག་བྱེད་ཅིག་དང་ཞི་མཐུན་གྱི་ངང་ནས་འཚོ་བ་སྐྱེལ་ཡ་འདི་ཧ་ཅང་གི་གལ་ཆེན་པར་བྱ་བསམ་གྱི་འདུག་ལྷག་པར་དུ་ང་ཚོ་གི་ཕ་མ་རྒན་འཁོགས་ཀྱི་ངོས་ནས་བཤད་ན་གལ་སྲིད་སོ་སོའི་བུ་ཕྲུག་གི་སོ་སོའི་བཟའ་བུ་ཕྲུག་གི་བཟའ་ཟླ་ལ་རོ་པ་མག་པ་ཡིན་ནའི་འདྲ་མནའ་མ་ཡིན་ནའི་འདྲ་ག་རེ་ཡིན་ནའི་ལ་ཉེས་རྡུང་བཏང་པ་མཐོང་སོང་ན་རྒན་འཁོགས་གཅིག་གི་ངོས་ནས་ཨོ་ཡ་འདི་ལ་ཁ་བརྡ་བསླབ་བྱ་བྱས་ཡ་མི་ཤུ་ཁ་ཤས་ཀྱི་དྲ་འདོགས་རྐྱང་བླངས་གཏང་གི་འདུག་བ་ངན་པ་ལང་ཤག་གཏང་གི་འདུག་བ་དེ་འདྲས་རྩ་བ་ཉིད་ནས་འགྲིག་གི་མ་རེད་ཟེར་བརྙན་ཐུང་འདི་ཞུ་ཡ་ཡིན་བྱས་ཙང་ཁྱེད་རྣམས་ཚོ་ཡིན་གཅིག་ཨོ་ཡ་རྒྱུ་གུ་གང་མང་ཞིག་དང་དན་རྩ་གང་མང་ཞིག་སྐྱོན་རོགས་ཤིག་ཡིན།